ཆ་དཀའ་པོ་བྱེད་འདུག་ཟེར་ནས་བཏོན་པ་རེད། དེ་སྔ་ང་ཚོར་རྒྱབ་ཆ་དཀའ་པོ་རྒྱ་ནག་གི་བཏོན་ཚད་དེ་གའི་དེ་ལ་ཡང་ང་ཚོ་ལན་བརྒྱབ་ཡོད་རེད་ད་ཡིན་ནས་ཉིས་སྟོང་བཅོ་བརྒྱད་དེ་ལ་ལན་དེ་བཏོན་ཡོད་མ་རེད། ད་རིང་དེ་ལྷག་པར་དུ་ང་ཚོ་དེ་འཛིན་སྐྱོང་གསར་པ་སླེབས་ཚར་ཞེས་བྱས། ནི་ཉིས་སྟོང་བཅོ་བརྒྱད་དེ་ལས་ལན་བརྒྱབ་མེད་པས་སོང་ཙང་ད་ད་རིང་དེ་ལན་གཅིག་གིས་འཇིགས་མི་འཇིགས་བརྒྱབ་དགོས་ཡག་གི་གནས་སྟངས་ཅིག་ང་ཚོས་སྡུག་ཅིང་མཐོང་བ་རེད་ཨ་ནི་སྤྱི་ཡོངས་ནས་ད་རྒྱ་ནག་གི་གནད་དོན་ག་འདྲའི་ཞིག་འགྲེལ་བཤད་རྒྱབ་པ་ཡིན་ནས་རྒྱ་ཁོ་རང
བསམ་བློ་སྔ་ཚོད་དེ་རེད། དེ་རིང་ང་ཚོས་གསར་འགོད་གསལ་བསྒྲགས་ཀྱི་གྲོས་འདུན་གནང་བ་ནང་བཞིན་གསར་འགོད་པ་ཕེབས་པ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན། ད་རེས་འདི་ང་ཚོས་དེ་རིང་གསར་འགོད་ལྷན་ཚོགས་འདི་ད་རིང་བསྐྱངས་བའི་རྒྱུ་མཚན་འདི་གཙོ་བོ་འདི་ལོ་འདིའི་ནང་ལ་ཟླ་བ་བདུན་པའི་འདི་ཚེས་བཅོ་བརྒྱད་ཉིན་ལ་རྒྱ་གཞུང་གིས་བོད་ཀྱི་ཁོར་ཡུག་ཐོག་ལ་བོད་ས་ཁུལ་ཡོངས་རྫོགས་ཀྱི་ཁོར་ཡུག་ཐོག་ལ་ཨ་ནི། ཅིག། ཡིག་ཆ་ཁག་པོ་ཞིབ་ཕྲ། ཅིག་བཏོན་ཡོད་རེད། བཏོན་པའི་རྗེས་ལ་ཉིན་གསུམ་ནང་ཁུལ། དུ། ཁོར་ཡུག་ཚན་པའི་གི་གཙོ་འགན་འཁྱིན་ཏེ་ཁྱི་ངན་བསྟན་པ་རྒྱ་མཚོས་ལགས་ཀྱིས་ལན་འདེབས་ཅིག་གནང་ཡོད་རེད་ཡིག་ཆ་དཀར་པོ་འདི། རྒྱ་གཞུང་གིས་བོད་ཀྱི་ཁོར་ཡུག་ཐོག་ལ་ཡར་རྒྱས་བཏང་ཡོད་གསུངས་པའི་འདི་ཨ་ནི་ཅིག། རྫུན་དང། འགལ་ཟླ། མང་པོ་ཅིག། ཚུད་པའི་དེ་ཡིག་ཆ་དཀར་པོ་ཆེ་རེ་ཤཱ་ཨཱས་ལ་ནི་འདུག་ཞེས་པའི་ལན་དེ་དེས་ང་ཚོ་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱ་དང་གསར་འགྱུར་བརྒྱུད་ལམ་ཐོག་ལ་འདུག་བཏང་ཐུབ་པ་རེད། ཟླ་བ་བདུན་པའི་རང་གི་ཚེས་ཉི་ཤུ་རྩ་བརྒྱད་ལ་ད་རྒྱལ་སྤྱིའི་གསར་ཤོག Sunday Guardian གྱིས་ཨ་ནི་རྒྱ་ནག་གི་ཡིག་ཆ་དཀར་པོ་ཐོག་ལ་ཁོ་ནང་ཚང་གི་རྩོམ་ཞིག་བྲིས་ཡོད་རེད་ནས་རྩོམ་གྱི་གཞི་བཞག་ས་གཙོ་བོ་དེ་བསྟན་པ་རྒྱ་མཚོ་ལགས་ཀྱི་ལན་འདེབས་སྙིང་བསྡུས། ད་ག་རང་ལ་གཞི་བཞག་ནས་རྡོ་རྗེ་འཆང་རྩོམ་ཕྱི་ནང་ཡོད་རེད། དེའི་རྗེས་ལ་ད་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ལས་འདེབས་ཚོགས་ཆུང་ཚོགས་འདུ་ཡང་སེ་ཡང་སེ་ཚོགས་རྗེས་ད་དེ་རིང་རྡོ་རྗེ་དཀར་བོ་འདི་ལ་ལན་འདི་ང་ཚོས་ཡིག་ཐོག་རང་ལ་ཁོ་ཅིག་གཏིང་ཟབ་པོ་རྒྱས་པ་ཅིག་ཏན་ཏན་འགོ་འདུག་ལ་ད་དུ་དགོངས་འཆར་སླེབས་པ་ན་བཞིན་ད་རིང་ང་ཚོ་དུས་ཚོད་ཡིག་ཆ་དཀར་པོ་ཤོག་གྲངས་ཉི་ཤུ་རྩ་གཅིག་ཕྱིན་བསྡད་རེས་ཀྱི་དབྱིན་སྐད་ཀྱི